བཀྲ་ཤིས་བདེ་ལེགས། ད་ང་ཚོའི། དེ་དགྲ་དང་དགུ་ལ་འཇུག་པའི། དང་པོ། མཐར་སྙན་བརྒྱད་གོང་དུ་ཞི་བ་གསུམ་ཟེར་ར་ཅིག་གོ་ར་མཐར་སྙན་བརྒྱད་གོང་དུ་ཞི་བ་གསུམ་གི་ནང་ནས་ད། ཨཱ་ནི་དང་པོ་མཐར་སྙན་འདི་བ་ཟེར་བ་དེ་ང་ཚོས་བཟུང་ཚར་བ་རེད། ཨཱ་ནི་ད་ང་ཚོས་དེ་རིང་ད་ལྟ་ཞི་བཞག་དེ་གཙོ་བོ་ག་རེ་ཟེར་ན། གཉིས་པ། རྣམ་གྲངས་གཞན་བརྗོད་པ་དང་ལྷག་ཆད་ཟེར་བ་དེ་རེད། ད་དེ་སྒྲ་དེ་རྣམ་གྲངས་གཞན་བརྗོད་པ་ཟེར་ར་ཏིག། བེར་བརྗོད་ལ་ང་ཚོ་གི་སློབ་ཚན་ནང་ལ་ག་རེ་བྲིས་འདུག་ལབ་པ་ཡིན་ན། ལྟོ་ལྡིར་བ། ལྟོ་ལྡིར་བ་གང་དང་གང་ཡིན་པ། དེ་དང་དེ་ནི་བུམ་པའོ། བུམ་པ་གི་ད་མཚན་ཉིད་ཟེར་ན་བུམ་པ་གི་མཚན་ཉིད་རྣམས་ལ་ལྟོ་ལྡིར་ཞབས་ཞུ་ཆུ་སྐྱུར་གྱི་དོན་བྱེད་ནུས་པ་དེ་བུམ་པའི་མཚན་ཉིད་ཟེར་ཉིན་ཨ་ནི་ལྟོ་ལྡིར་བ་ཟེར་ལྟོ་ལྡིར་བ་ལབ་པ་ཡིན་ན་ང་ཚོ་གི་བུམ་པ་དེ་ཡིན་ན་དུས་ཚོད་སྤྲོ་ཁོག་ཏུ་སོ་ཕར་ལྡིར་ལྡིར་ཆེན་པོ་འདྲ་བོ་ཞིག་འདུག་བ། འོ་དེ་ལ་ལྟོ་ལྡིར་བ་ཟེར་དགོས། ལྟོ་བསྡུར་བ་གང་དང་གང་ཡིན་པ་ཟེར་ན། ད་བུམ་པ་གི་ད་ལྟོ་བསྡུར་བ་དེ་འདྲ་གི་བུམ་པ་གི་མཚན་ཉིད་མཚུངས་བ་གང་ཡོད་པ་ལ་ན་ཚང་མ་ལ་གང་དང་གང་ཡོད་པ་དེ་ན་ག་ཚོད་ཡོད་པ་དེ་ཡོད་པ་ཟེར་བ་དེ་ཚོ་ཚང་མ་ཟེར་བ་དེ་གི་དོན་དང་གང་དང་གང་ཡོད་པ་ཟེར་བ་དེ་ག་ཚོད་དུ་ཡོད་པ་ཡིན་ན་དེ་དང་དེ་ནི་ཡོད་པ་ཟེར། ཨ་ནི་གང་ཡོད་པ་དེ་ཚོ་གི་མིང་གི་ཚབ་ལ་དེ་དང་དེ་ཟེར་ནས་གང་དང་གང་དང་དེ་དང་དེ་དེ་ཚོ་གི་ད་ཡོད་ཚད་པོ་ཏི་ནི་ད་ང་ཚོ་གི་བུམ་པ་རྩེ་གཅིག་བུམ་པ་བར་སྣང་ཡོད་པའི་བུམ་པ་ཚུར་སྣང་ཡོད་པའི་བུམ་པ་ཏི་ནི་བུམ་པ་གི་གར་བ་ཡོད་པ་དང་རིགས་མང་པོ་ཅིག་རིམ་པ་རིམ་པ་ནི་ཕྱེ་དགོས་ཀྱི་ཡོད་མ་རེད། དེ་ནི། རྣམ་གྲངས་གཞན་ཚོ་རྒྱུད་ད་དུས་སུ་ཚོགས་མ། ལྟོས་བསྡུར་བ། གང་དང་གང་རྩིས་ནས་ད་ལྟོས་བསྡུར་བ་ཡོད་ཚད་པོ་རྩི་གི་ཡོད་རེད་ད་ཏིག་གི་རྣམ་གྲངས་དོ་སོ་ཡོད་ཚད་པོ་ཏེ། གང་དང་གང་ཡིན་པ་དེ་དང་དེའི་རྫས་རྒྱུ་དང་གང་དང་གང་ཡིན་པ་དང་དེ་དང་དེའི་རྫས་རྒྱུ་དེ་ཚོ་གི་རྣམ་གྲངས་ག་ཚོད་ཡོད་པ་དེ་ཚོ་ཚང་མ་དེ་བུམ་པ་རེའི་རྫས་ཉིད་དང་བུམ་པ་གི་ཁོངས་སུ་བར་བསྡུ་བྱ་དགོས། འོ་དེ་ལ་རྣམ་གྲངས་གཞན་བརྗོད་པ་ཟེར་གི་ཡོད། ཨ་ནི། གདོན་བདེགས་པ་གང་དང་གང་ཡིན་པ་དེ་དང་དེ་ནི། ཨ་ནི། ཀ་བའོ་དེ། དགའ་བའི་མཚན་ཉིད་དེ་གདོན། གདོན་བདག་ཅེས་དོན་བྱེད་ནུ་བ་ཟེར་ཉིད་དེ་དགའ་བ་གི་མཚན་ཉིད་ལ་དེ་འདྲ་ཞེས་བྱ་ཡོད་རེད་ཚད་མ་དུ་ཚུལ་སྣང་ལ། ཨ་ནི་གདོན་བདག་བྱེད་ཟེར་ན་གདོན་མ་ལ་གདོན་བདག་བྱེད་ན། གདོན་ལབ་ན་གདོན་མ་ཟེར་གི་གདོན་མ་དེ་ང་ཚོ་དགའ་བ་གི་དགོངས་ལ་ཕར་བཞག་ཡ་དེ་ལ་གདོན་མ་ལབ་དགོས་རེད། འོ་དེ་ལ་གདོན་མ་རེད་དེ་བདག་བྱེད། ཨ་ནི། གདོང་འདེགས་བསླབ་པ་ཡིན་ན་འདེགས་བསླབ་པ་ཡིན་ན་ཡར་འཁུར་བ་གི་གདོང་འདག་ཟེར་ཡར་བསྐྱུར་བ་དང་འཁུར་བ་དེ་འདྲ་གི་གདོང་འདག་ལ་འདེགས་བ་ཟེར་གོ་ཡར་བཀྱག་པ་དེ་བཀྱག་འདེགས་ག་བ་གི་གདོང་མ་དེ་ཡར་བཀྱག་འདེགས་ཡོད་ར་དེ་ལ་བཀྱག་པ་ཟེར་གོ། ཨ་ནི་གདོང་འདེགས་བ་གང་དང་གང་ཡིན་པ་དེ་དེ་ནི་འདི་གདོང་མ་དེ་ཡར་འདེགས་འདེགས་མཁན་གི་དངོས་པོ་གང་དང་གང་ཡིན་པ་དེ་དང་དེ་ནི་ད་འདི་ག་བ་རེད་ཟེར་ནས་ད་དེ་དེ་འདི་གི་ག་བ་གི་ཚ་ནི་དེ་ནི་བཤད་དགོས་རེད་དེའི་ནང་ནས་ད་ཁོ་རང་གི་ཟུར་དེ་ལ་རྣམ་གྲངས་གཞན་སྤྱོད་པ་དུ་གྱུར་རྣམ་གྲངས་གཞན་ག་རེ་ཡོད་པ་དེ་ན་གདོང་འདེགས་བྱེད་གང་དང་གང་ཡིན་པ་དེ་དང་དེ་རྫོགས་རྒྱུ་དེ་ཚོ་གི་ནང་ལ་ད་རུག་ཡོད་ཚད་པོ་ཡོངས་སུ་རྫོགས་པ་དེ་ཚོ་ཚང་མ་ག་བ་རེད་ཟེར་ནས་དེ་དེ་འདྲ་ཅི་ནས་ཤེས་ཅི་གི་རྣམ་གྲངས་གཞན་སྦྱོར་ཡོང་གི་ཡོད་རེད། འོ་དེ་འདྲ་བ་ཅིག་བྱེད་དེ་ནས་ང་ཚོ་དཔེར་བརྗོད་ཤན་པ་དེ་གང་ཡིན་པ་ཡིན་ན་བྱ་བ་ཡིན་ན། སེམས་ཅན་གྱི་ཟིན་ན་འདྲ། གསལ་རུང་བ་གང་དང་གང་ཡིན་པ་དེ་དང་དེ་ནི་སྲིད་སོགས་ལ་བ་ཡིན་ན་འགྲིག་འདུག་ཨ་ནི་སྲིད་ཀྱི། སེམས་ཅན་གྱི་གསལ་རུང་བ་ཟེར་གྱི་ཡོད་རེད་བ་གསལ་རུང་བ་དང་གསལ་མ་རུང་བ་དེ་ཚོ་སྲིད་སུ་འགྲོ་ཡ་ཡོང་མ་རེད་བ་རྡོ་དང་ས་ལ་སོགས་པ་ང་ཚོ་སྲིད་སུ་རུང་བ་མ་རེད་བ་དེ་རྒྱུ་མཚན་གྱི་ས་མ་ལ་འགྲོ་གི་ཡོང་མ་རེད་སྲིད་སུ་རུང་བ་གང་དང་གང་ཡིན་པ་དེ་དང་དེ་ནི་སྲིད་སོགས་ལ་བྱ་བ་ཡིན་ན་ཨ་ནི་ང་ཚོ་གི་གསལ་རུང་ཡ་གི་ག་རེ་ཡོད་པ་དེ་ཚོ་ཚང་མ་དེ་གཟི་རེད་ས་ཡག་གི་དེ་ས་མ་རེད་དེ་ཁ་ལག་རེད་ལབ་བྱང་ཨོ་དེ་འདྲ་བོ་ཅིག་གང་དང་གང་ཡིན་པ་དེ་དེ་གི་རྣམ་གྲངས་རིགས་ཚང་མ་དེ་ནང་ལ་བསྡུ་ཡོང་གི་འདུག་གང་དང་གང་དང་དེ་དང་དེ་ཟེར་ཡག་དེ་གི་རིགས་ཚང་མ་བསྡུ་ཡོང་གི་ཡོད་རེད་ནང་ལ་ཨ་ནི་དེ་དང་ནང་བཞིན་གི་ད་ང་ཚོ་ལུས་ལ་སྐྱོན་རུང་བ་གང་དང་གང་ཡིན་པ་དེ་དང་དེ་ནི། ཨ་ནི་སྐུའི་སྲོག་ལ་བས་ན། སྐྱོན་རུང་བ་ལ་ན་ང་ཚོ་གི་ལུས་ལ་སྐྱོན་ཆོག་པ། ཨ་ནི་དུག་ལོ་དེ་ཚོ་ག་རེ་ན་དཀོན་ཆོག་པ་གི་རིགས་ཀྱི་ཡོ་རོ་པ་དཀོན་ཟོ་རུང་བ་ལ་ན་ན་ཆོག་པ་ལ་ན་དེ་ཚོ་དོན་དག་གཅིག་རེད། ཨ་ནི་གང་དང་གང་ཡོད་པ་དེ་དང་དེ་ནི། སྐུའི་སྲོག་ལ་ན་སྐུ་ལ་ན་ང་ཚོ་གི་དུག་ལོ་དེ་ཚོ་ལ་སྐུའི་ལ་གུ་ཡོ་རེད་སྐྱོན་སྐུའི་ལ་གུ་ཡོ་རེད་དུག་ལོ་ལ་གུ་ཡོ་རེད་ཨ་ནི་དཀོན་རྗེ་ལ་གུ་ཡོ་རེད་དོ་དེ་འདྲ་བ་གི་རིགས་མང་པོ་ཅིག་ལ་ན་གོ་རེད། ཨ་ནི་དེ་ནི་ཨ་ནི། སྐུའི་སྲོག་ལ། དེ་འདྲ་ཡིན་ནི་ད་གཙོ་བོའི་དུས་ནང་ནི། གང་དང་གང་ཡིན་པ། དེ་དང་དེ་ཡིན་དུ་ནི། དེ་ཚོ་གི་ཐད་རྣམ་གྲངས་གཞན་མང་པོ་ཞིག་བརྗོད་ཡོད་འགོ་རེད་དེའི་རྒྱུ་མཚན་གལ་ཏེ། གང་དང་གང་ཡིན་པ་དེ་རྒྱུ་དེ་ཚོ་ཚང་མར་གང་དང་གང་ཡོད་ཚད་པོ་ཟེར་ནི་དེ་ནི་ཡང་དུས་ཀྱི་མིང་གི་ཚབ་ལ། དེ་དང་དེ་ཟེར་ནི་ད་ཁོ་རང་གི། གོ་ཡོད་འགོ་ར། གང་དང་གང་དང་དེ་དང་དེ་དེ་ཚོ་གི་ཐད་གང་རུ་བཤད་དགོས་ར་ཟེར་ན་རྣམ་གྲངས་གཞན་དེ་ཚོ་ཚང་མ་བརྗོད་དགོས་ཡོད་རེད་དེའི་རྒྱུ་མཚན་གྱི་དེ་ལ་རྣམ་གྲངས་གཞན་བརྗོད་པ་ཟེར་དགོས་རེད། འོ་དེ་ལྟར་དབྱེ་བ་དབྱེ་བ་གཉིས་པ་དེ་རེད་འདུག་ད་གསུམ་པ་དེ་ག་རེ་རེད་ལབ་པ་ཡིན་ན། གསུམ་པ་ལྷག་བཅུ་ལ་འཇུག་པ་ཟེར་གྱི་ཡོད་རེད་ལྷག་བཅུ་ཟེར་བ་དེ་ང་ཚོ་དགོས་གོང་དུ་ཅིག་སོང་ཚར་བ་དེ་དེ་དེ་གསུམ་བཟོ་འཇུག་དེ་ལྷག་བཅུ་གི་སྐབས་སུ་དེ་འདྲ་དེ་བཤད་ཚར་བ་རེད། དེའི་སྐབས་སུ་དཔེར་ཆ་བཞག་པ་ཡིན་ན་ང་ཚོ་གི། སྐད་ཆ་བཤད་དེ་སོང་ལབ་པ་ཡིན་ན་ང་ཚོ་གི་མཚམས་སྦྱོར་བ་ཟེར་ནི་དེ་ནི་ལྷག་གཅིག་གི་ནང་ནས་མཚམས་སྦྱོར་བ་དུ་གྱུར་ཏེ་དེ་འདྲ་ཅིག་ལ་བཤད་དེ་གི་རེད་དེ། ཡིན་ན་ཡང་སྐབས་འདི་འདི་ལ། ད་རྗེས་སུ་ད་དོན་དག་གཞན་ཞིག་ལྷག་མ་གཞན་ཞིག་བཤད་རྒྱུ་ཡོད་མེད་ལ་མ་ལྟོས་པར་ཟེར་དགོས་རེད་ལྷག་ཡོད་མེད་ལ་མ་ལྟོས་པར་ད་ལྟའི་ཐ་སྙད་གཅིག་གི་རྗེས་ལ་དེ་དེ་ཡོད་པ་ཙམ་ནི་ད་ད་ནི་ལྷག་གཅིག་ལ་འགྲོ་གི་རེད་ཟེར་ནས་དེ་འདྲ་རང་མ་གཏོགས་དེ་རྗེས་ལ་ལྷག་མ་གཅིག་འདྲེན་གྱི་ཡོད་དམ་མེད་ལ་ཅུས་རྟོགས་ཡོད་མ་རེད། འོ་ད་ད་ནི་སྐབས་སུ་གི་མ་འདྲ་བའི་ཁྱད་པར་དེ་དེ་རེད། དཔེར་ན་བརྗོད་དེ་བཤད་དེ་བསྡད་དེ། ཨ་ནི། འོ་དེ་འདྲ་བོ་དེ་དེ་དེ་ཟེར་སླེབས་ཡོང་ལ་ཚིག་ཚིག་གི་རྗེས་ལ་ལྷད་དེ་ཅིག་སླེབས་ཡོང་དུས་ན་དབྱིན་ཅི་མན་ཅིག་ཁོ་རང་ང་ལྷག་གཅིག་འདི་འདི་ན་འདྲ་ལྷག་གཅིག་ཅིག་ལ་འགྲོ་གི་ཡོད་རེད་དེ་རྒྱུ་མཚན་གྱིས་དེ་འདྲ་ནི། ཐ་སྙད་ཀྱི་དབང་དུ་བྱས་པ་གསུམ་གྱི་ནང་ནས་ད་ལྷག་གཅིག་ལ་འཇུག་པ་དེར་དུ་གྱུར་ཏེ། ཨ་ནི་ད་ངས་གོང་དུ་ཞུས་པ་ནང་བཞིན་གྱི་དཔེར་བརྗོད་འདིའི་ནང་ལ་ག་རེ་བྲིས་འདུག་ལབ་པས་ན་ཡོད་དེ། བརྗོད་དེ། ཨ་ནི་དེའི་རྗེས་ལ་བྱ་བ་དེ་ག་རེ་བྱེད་ཀྱི་ཡོད་མེད་ཅུས་རྟོགས་ཡོད་པ་མ་རེད། ཡིན་ནའང་ད་ཁོ་རང་གི་དེ་སྒྲ་གཅིག་ལྷད་སོང་བ་དེ་སྒྲ་གཅིག་ལྷད་འོང་དུས་ན་ཡིན་གཅིག་མིན་གཅིག་ལྷག་གཅིག་ཅིག། ལྷག་མ་གཞན་ཞིག་འདྲེན་རྒྱུ་ཡོད་པ་དེ་ཁོ་རང་རང་བཞིན་གྱི་དེ་ཡིན་དགོས་རེད་དེ་རྒྱུ་མཚན་གྱིས། དེ་སྒྲ་དེ་སྟོང་དགུ་ལ་འཇུག་པའི་ནང་ནས་ལྷག་གཅིག་ལ་འཇུག་པ་གི་སྐབས་དེ་ཨ་ནེ་ང་ཚོ་གི་ཤེས་ཚར་བ་ཡིན་ཟེར་ནས་ཞུ་བ་དེ་རེད་ཨ་ནེ་ད་ང་ཚོ་གི་དངོས་པོ་གོང་དུ་ཤེས་དང་ཨ་ནེ་བསྟུད་ཕྱོགས་གོང་དུ་འཇུག་པ་གཉིས་ཡོད་རེད་བ་དེ་ཚོ་ང་ཚོ་གི་སྡེ་ཚན་རྗེས་མ་རྣམས་ནས་ལབ་པའི་ཐུགས་རྗེ་ཆེ།